འོ་ད་ལྟའི་བར་ནང་ལོ་གསུམ་པ་རུ། དགའ་བ་ཚད་མེད་དེ། ད་རེས་ང་དང་མ་ཟེ་ས་སེམས་ཅན་ཐམས་ཅད། བདེ་བ་དང། ཅི་ལོ། བདེ་བ་དམ་པ་དང་མ་བྲལ་བར་གྱུར་ཅིག། བདེ་བ་དང་ལྡན་དེ་ཡོད་ན། དེ་བདེ་བ་དང་མ། བྲལ་ལ། སྨིན་ན་སྟན་དེ་ཁོ་ལུས་ཤིག་ཟེར་ཏེ། ད་བཞི་པ་བར་ནང་ལོ་ཉི་རིང་ཆགས་སྡང་གཉིས་སམ་འདྲ་བའི་བཏང་སྙོམས། ད་ཨེ་བུ་མ་ཡོང་ངས་མཆན་མོ་ནོག་མྱངས་ལ་ང་དང་འོ་བའི་ཕུང་ས་ནོག། ང་དང་ན་ཉི་རིང་ཆགས་སྡང་ཡོད་དགག། སེམས་བསྐྱེད་དེ་དུས་ལ་བྱོན་ན་བདག་དཀར་ནག་རང་སྣང་གཞན་ཡོད་མེད་བཀག་པ། བདག་གཞན་མཉམ་བརྗེས་ནོ། རྩོགས་ཐེ་བོ་ས་ནོ། བག་ཐེ་བོ་མེད་པར་ང་དང་ན་ཅི་ཡོད་བཀག་ཉེ་རིང་ཆགས་སྡང་ཡོད་བཀག། ཉེ་ཟེར་ན་ཉེ་མོ། ཉན་གྲུང་པོ་དེ་ནི་ལྟེ་བར་རྩི་ཡ་ནོ་ཕ་ལ་ནིང་མོ། ད་བ་ནི་ཁོའི་ང་རྒྱལ་ཨ་ནེའི་ཆ་ཅན་ཨ་ཕིའི་ཆ་ཅན་ཕ་ལའང་ཆ་ཅན་ཁོའི་ང་རྒྱལ་ཨ་ཕིའི་ང་རྒྱལ་སྣང་ན་སོང་སྟེ་ཕ་ལ་ཉོག་ཐང་དེ་ནི་ལྟེ་ཚང་བར་རྩིས་དེ་བ་ནི་བླ་མ་ཆོས་སྒྲ་ཐན་ན་ནོ་བ།

ནང་ལ་ད་ཤི་ཆད་སོང་ཁོ་ལི་ག་སྤ་ད་གུར་ཆད་མན་ནོ་རིག་པ་ནང་པར་ཆ་ཡང་ཅིའང་ལོབ་ཚད་དི་ག་ད་ཁོ་ག་སྤ་གུར་ཆད་མན་ནོ་ནང་ལ་ཤི་ག་ནི་མི་དི་རིང་མགོ་གཟུག་དེ་ཅིག་བཅོས་ཟེ་ག་ནི་གུ་རིམ་ཡིན་ན་ཡང་སྐྱེ་བ་ཕྱི་མ་བག་ཆགས་ཚིག་ག་ལས་བོར་ཡན་ན་ནོ་ཁོ་ལི་སྐྱེ་བ་ཕྱི་མ་བག་ཆགས་ཚིག་བོར་ཡན་ན་དེ་ཡི་གཟུག་པོ་གཞན་མ་ཅིག་ག་བཅོལ་ཚད་བོར་ག་ནི་ནོར་བོ་ར་རག་པོ་བོ་ལས་བ་ཅིག་ན་དེ་ཡང་ངས་བཅོལ་མ་བོ་ག་རེ་ཅན་ཨོ་ཡོ་དེ་བས་དེ་ལས་མ་ནི་ཡ་ཟེར་པ་རྟགས་དང་མི་རུང་བ། ཨོ་ལྟ་བའི་གནས་སྣ་ཚོགས་ལ་རྒྱུར་སྐྱེས་ཟིན་ནོ་བསམས་ལ། དེ་བག་ཆགས་དུ་སྐྱེ་བ་དེ་ཕྱི་མ་བོ། དེ་ནས་བདེན་པ་རང་ཆོས་ལ་ཡི་འདོད་ཡ་ཅི་བགྱི་བས་ན་དེ་སྦྱང་སྟོབས་པོ། ཤུགས་སུ་གོ་ནན་ཡོངས་ཐུབ་པས་བཟང་ནོ། ཨོ་ལྟ་སྟེ་རྫོགས་སོ། གསུངས་པ་དང་དབྱེ་བ་མ་གཟུགས་ཡིན་བཀག། དེ་རྣམས་ནའང་ལྷག་པར་དུ། སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་ས་ནས་བཞུགས་སྒར་གྱི་ཨར་ལས་སུ་མི་མང་པོ་འཛོམས་ཏེ་ཡོད་པར་བསམ། དེ་ནས། ཉན་ཐོས་དགྲ་བཅོམ་པ་དགེ་སློང་འཁོར་མི་མང་པོ་བཀག་པའི་རྩེ་མོ་སངས་རྒྱས་སུ་བསྡུ་ནས་ཡོད་པར་བསམ། ཨ་ན་མི་སྐད་ཅིག་ལངས་ཏེ་བཞུགས་སྒར་ལས། ང་ཅག་ཁྱིམ་པ་མི་ནག་པ་ནོ་སྤྱི་ཚོགས་སེར་ནང་འདུ་བ་ནོ་ཧ་ལས། དཀར་པོ་ངེད་རང་བསྡུ་ནས་ཡོད་ཀ་ནས། དགྲ་བཅོམ་ནང་དག་དེ་ནས་ངེད་རང། དགེ་སློང།